ད་ལྟ་ཞུ་ཤེས་མི་སོང། ཡིན་ནའི་ངས་ཁྲིམས་ལག་ཆ་བཏང་གི། ཁྲིམས་ལག། ཁྲིམས་ལག་ལེན་བསྟར་ཡ་དེ་རྒྱུ་མཚན་ག་རེ་ཡིན་པ་ཟེར་ན། ཁྱེད་རང་བཙན་བྱོལ་དང་པོ་ག་པར་སླེབས་རེད་རྒྱ་གར་སླེབས་རེད། རྒྱ་གར་སླེབས་བྱས་བྱས་ཁེ་ན་ཏར་སླེབས་སྐྱོར་བ། གསང་སྦྱོར་གྱི་མིང་བེད་སྤྱོད་བཏང་བྱས་བྱས་ཕྱིན་སྐྱོར་བ། དེ་ངས་གཞི་བཟུང་བྱས་བྱས་ངས་རྒྱ་གར་བསྡད་ཡོར་བ་ང་ད་ལྟ། དངུལ་བཏང་བྱས་བྱས་ངས་ཁྱེད་རང་རྣམས་པོ་གི་དམིགས་བསལ་གྱི་ཐད་གཏོང་ཟིན་ངན་ཚང་མ་ལོག་གེ་ཟིན་གནང་བྱས་བྱས། པཱ་ལགས་དེ་རྒྱབ་ལྗོངས་དེ་ག་ཅིག་རྒྱབ་པོ་སྔོག་རོགས་གནང། སང་ཇོ་མིང་ཁྱི་བཅས་ཁ་ན་ཏཱ་ལ་སྐྱབས་བཅོལ་ཞུ་རྒྱོ་ཡིན་པ་དེ་ཁ་ཡོད་ལག་ཡོད་རེད་དེ། སང་ཇོ་མིང་ཁྱི་བཅས་བཅས་བོད་པ་ང་ཚོ་འཐབ་རྩོད་པའི་ང་ཚོའི་ངོས་འཛུན་མིང་ཁྱི་བཅས་བཅས་བོད་ནང་གི་གཞི་གཞི་ལུས་སྤུན་ཟླ་བརྒྱ་དང་ལྔ་བཅུ་ང་བརྒྱད་ཀྱི་མིང་ཁྱི་བཅས་བཅས་སང་ཇོ་ཡིན་བཅས་བཅས་ཁ་ན་ཏཱ་ལ་སྐྱབས་བཅོལ་ཞོད་རྒྱོ་རེད་ཁྲིམས་ཆ་སྙེག་ཧ་གོ་ཡོད། གནམ་གྲུ་ག་བར་བབས་ཡིན་ནས་དང་པོ། ཁྱེད་རང་རྒྱལ་ཁབ་ག་ནས་གནམ་གྲུ་ག་པར་དང་པོ་བབས་ཡིན་ན Australia པ་པོས་རྒྱལ་ཁབ་ག་པར་བརྙན་དང་པོ་བབས་ཡིན་ན་སྐྱབས་བཅོལ་ཕི་ཁེ་ཞུ་རྒྱུ་རེད་གལ་སྲིད་སྐྱབས་བཅོལ་འདི་ནས་ཞུས་རྗེས་གཞན་དག་ལ་ཕྱིན་སྐྱོག་ཡིན་པ་ན་མིང་འགྱུར་བ་བཏང་སྐྱོག་རེད་མིང་འགྱུར་བ་བཏང་བྱས་རྗེས་འདི་བྱས་སྐྱོག་ཡིན་པ་ཆ་ཞེ་ན་སྐྱབས་བཅོལ་དང་པོ་ཞུ་སོགས་ར་ཕབ་སྤིས་རྒྱུ་རེད་སྤིས་རྒྱུ་དེ་རྒྱ་གར་སྤིས་རྒྱུ་རེད་དེ་ནས་གཞིས་ཆགས་ཁག་རྣམས་ཀྱི་ཁང་པ་ག་པར་ཡོད་མེད་དང་དེ་གའི་ཚང་མ་ཀློག་དགོས་ཚང་མ་ཀློག་དགོས་གཅིག་ཚལ་བྱས་རྗེས་ང་ལ་བསྐུར་རོགས་གནང། པ་ལགས་དེ་ལ་ངས་ད་ལྟའི་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོར་དཔེ་མཚོན་གཏོང་གི། གསང་སྤྱོར་གྱི་སྙིང་སྟོབས་བོད་དཔལ་ལ་སྐྱ་ཟད་ག་འདས་ཅི་རེད་དོ། ཁྱེད་རང་ད་ལྟ། ང་གཉིས་གཉིས། ངས་འདི་ག་རེ་ཟེར། ད་ལྟ། གསང་སྤྱོར་སི་ཆ་མེད་བྱེད་ངན་ཞུ་བ་བོད་པ་མཐུན་སྒྲིལ་བཟོ་ངན་གྱི་ཆ་མེད་ཞུ་ངན་ཞུ་བ། དེ་ལ་ངས་དཔེ་མཚོན་གཏོང་གི།

ང་འདི་ང་ཚེ་རབས་ནས་འཆར་མོད་ནགས་ལོ་ནས་རིན་པོ་མཐོ་ཤོས་ཅིག་ཡིན་ན། རྒྱ་མིའི་རྒྱུག་ཁྱི་ཟངས་ལེབ་ཡིན་པ། རྒྱ་མིའི་རྒྱུག་ཁྱི་སོར་དོ། Information བོད་ནས་ཁྱེར་འོང་ཡིན་ཡིན་ང་ཡིན། དེ་ནས་བོད་པའི་ལག་ཁྱི་ཁྱེར་ཅིག་བོད་པ་མཐུན་སྒྲིལ་བཟོ་ནུས་ཡིན་ཡིན་ང་ཡིན། ཁྱེད་རང་ལ་ད་རེས་ངས་དོགས་འདྲི་ཞུ་ཞེས་བཙན་བྱོལ་སྤྱི་ཚོགས་ནང་ལོ་ངས་སུ་གི་ཐན་སྐྱོན་བཟོས་ངས་དེ་ཚོ་ལ་ང་དཔེ་མཚོན་བྱ་ཡི་ཁྱེད་རང་ངའི་ལག་པའང་ཐེས་སོང་ང་དགོངས་དག་དོགས་སྐྱོར་དག་དེ་ག་རེ་ཚུགས་འགོ་རེད་ཟེར་ན། གསང་སྦྱོར་མིང་ཁྱེད་ཀྱིས་ཀྱང་ཀ་ན་ད་སྐྱབས་བཅོལ་བྱེད་རྒྱུར་བ་ངས་ཁྱེད་རང་ལ་གསང་སྦྱོར་ག་འདི་ཟེར་གི་གསང་སྦྱོར་ཟེར་དོ་ལྟ་ཡག་ངས་ཁྱེད་རང་དོགས་འདྲི་ཐུགས་སུ་བསམ་བསམ་རེད་ཤི་དཀོན་མཆོག་གསུམ་ཁྱེད་རང་ནང་མི་དེ་ཚོ་ལས་ནང་མི་རྣམས་ཁྱེད་རང་གི་ནང་མི་ཁྱེད་རང་གི་བཟའ་ཟླ་ཨ་ཅག་ལ་སྤུ་གུ་དེ་ཚོར་དགོངས་དག་ཞུ་གི་ན་ཁྱེད་རང་ཁྱེད་རང་རྣམ་པ་སྤུ་གུ་གསུམ་བཟའ་ཟླ་བྱས་སྤུ་གུ་གི་སྤུ་གུ་རྣམ་པ་ལས་དགོངས་དག་ཞུ་གི་ན་པ་ལགས་རྡོག་རྒྱ་ཨ་འདས་ཅིག་གས་ཁྱེད་རང་རྣམ་པ་སྙུམ་མདོག་རྐང་པ་བྲལ་སྐྱོར་དག་དགོངས་དག་ཞུ་གི་ན་ངོར་ག་རེ་ཟིན་ན་རྒན་པའི་རྒན་ཚོས་མ་སེམས་ན་ང་ཚོའི་རྩ་དོན་གང་ནུས་གུས་ཡུབ་དང་ཁ་ཡོད་ལག་ཡོད་བྱེད་ཡོད་དང་བ་དོན་མེད་ང་ལ་ཚད་མེད་རིན་པོ་མཐོ་ཤོས་ཅིག་རྒྱ་མིས་རྒྱུག་གི་རེད་ས་སུར་དོ་ལྟ་ཆོག་རེད། བོད་པའི་ལ་རྒྱ་བོད་པའི་ཤི་སོང་སུ་གི་ཅིག་དོ་ལྟ་ཆོག་རེད་པ་ལགས་ཀྱང་ངས་ཁྱེད་རང་དེ་རིང་ཐད་ཀར་དག་ཞུ་ཡིན། དེ་ནས་ཁ་རྒྱག་པ་བཤད་ཅིག་ཅེས་ཅིག་ཞི་ཉེ་ཅིག་ཡོད་པ་བྱས་ཤིང་ད་ལྟ་ཕྱི་རྒྱལ་དེ་བ་ལ་ཞུ་ཅིག་ཅེས་ང་ལ་ཅིག་ཚད་མེད་ཞུ་ཨ་བསམ་བསམ་ཡོད་ན་ཕེབས་ཞུ། དངོས་གནས་སུ་གི་བློས་བཏང་བྱེད་ཐུབ་དོ་ཆུ་ཐུང་དུ་ལྟོས་ཤིག་ས་མཆོག་གི་སྙིང་སྟོབས་བོད་པའི་སྙིང་སྟོབས་ས་དེ་གི་འདེབས་དོ་ང་མཐུན་སྒྲིལ་གྱི་བཟོ་ཉེན་མེད་ཅིག་ཡིན། ངེད་ཀྱི་ཞི་གསུམ་གྱི་ཐད་གཏོང་རབ་ཏུ་རིམ་པ་བཟི་ཁ་ཐེན་ན། སུ་གི་ཐོན་རྒྱུ་སུས་ཀྱི་གསང་སྦྱོར་སུས་ཀྱི་ཐུང་ཆུང་ར་ལྟ་སྣང་མེད་དུ་འདོད་ང་རི་རྒྱ་མིའི་རྒྱུག་ཁྱི་སུ་དུ་མ་ད་ལྟ་ང་དེའི་ཚད་མཐོ་ཤོས་སུ་ངེས་ཅིང། རྒྱ་མིའི་རྒྱུག་ཁྱི་རིགས་སུ་ལས་པའི་ཞོགས་པ་ལ་ངས་མགོ་འཁོར་དགོས་ཀྱི་མ་རེད་ད་དེ། དེ་ང་ལ་མཚན་མོའི་ནག་ལུར་ནི་རིམ་པ་མཐོ་ཤོས་ཅིག་ཡིན། དེ་ཡིན་དུས་མ་རྒྱ་མིའི་རྒྱུག་ཁྱི་རིགས་སུ་ལས་པའི་ནི་ངས་ལས་ཡོད་ད། ཨོ་ཁེ། བདག་ཉིད་གཟུགས་ཀྱི་རྒྱུག་ཁྱིར་དོ། ཁྱེད་རང་ལུས་ངས་ཁྱེད་རང་ཐད་ཀར་བཞུགས། ཁྱེད་རང་མཁས་ན་རྟག་ཏུ་ཕྱིན་ཕྱིན་དུས་མ། བཙན་བྱོལ་གྱི་ཞི་གསུང་འདི་དང་པོ་རྒྱ་གར་ལ་སླེད་ཅིག་ཅེས་ཕར་ཕྱིན་ཀྱོ་རེད་རོ་ཤ་ལ་ཚོང་རྒྱག་གི་ཡོད་ན་ག་རེ་ཡིན་ན་ཨུ་རུ་སི་ལ་ཚོང་རྒྱག་གི་ཡོད་ན་ཨེ་ཟོ་ཁེ་ངས་ཁ་ཁུག་མེད་ཡིན་ན་ལེ་ང་ད་ལྟ Information རལ་དུ་ཕྱོགས་པོ་ཞིག་ཁྱེད་རང་གི་དེ་ནས་ཁྱེད་རང་ད་ལྟ་མཁས་ན་རྟག་ལ་སྐྱབས་བཅོལ་ཞུ་ཀྱོ་དེ་སྐྱབས་བཅོལ་དེ་རྒྱ་གར་ཕྱིན་ཅིག་ཅེས་ཕར་ཕྱིན་ཀྱོ་ར་བ། རྒྱ་གར་སྐྱབས་བཅོལ་དང་པོ་ཞུས་དེ་ནས་ཁེ་ན་ཏར་ཕྱིན་སྐྱོར་བ་སྐྱབས་བཅོལ་རྫུན་མི་བཤད་སྐྱོར་བ་ཁེ་ན་ཏར་གཞུང་ལ་བསྙད་ཡིག་ཅི་ཏི་ག་བཟོས་ཅི་བྱས་ང་ད་ག་རྒྱ་མིའི་སྤུ་གུ་ཏི་སོ་ཆོག་པོ་ཞིག་མ་རྒྱ་ནར་མ་ལོ་ཏང་སྐྱོ་ངར་ཚོགས་པོ་བསྐོ་རུ་ཡོད་ཐུག་ཐུག་མ་རེད་ཀྱང་ངས་གང་ཧའོ་སེ་ད་འདི་འཕྲུལ་སྒྲིལ་སྐང་ལ་རྒྱ་མི་ད་ག་བསྟི་ཅག་ཐུག་ཉན་ཚོགས་པོ་རྣམ་པོ་བ་ང་ཚོ་བྱེད་བོ་རེད Translator གི་བྱེད་སྒོ་བཙུགས་བོ་རེད་ཁྱི་འགོས་པའི་རྒྱབ་ལྗོངས།

ཀྱི། ངོ་ཚུལ། བརྒྱ་དང་ལྔ་བཅུ་ང་བསྐྱོད་དང་ངོ་ཚུལ་རྩ་དོན་གང་གནོད་བྱེད་ཅེས་ང་ལ་རྒྱ་མིའི་སོ་བ་རེད་ཟེར་ལབ་བྱུང་ང། ང་འདིར། ཁྱེད་སོ་སྐོར་མེད་ད། གསང་སྦྱོར་མིང་ཁྱེད་ཅིག་ཅེས་སྐྱབས་བཅོལ་ཞུ་ཁ་འགྲོ་བར་དེ་གས་རེབ་ཏེ་རིམ་པ། བོད་ནས་ཡོང་རྒྱུ་ཡིན་ཟེར་བར། རེད་པ། ཡིན་ན་ཡང་སྐྱབས་བཅོལ་རྒྱ་གར་ཞུས་ཆེ་མཁྱེན་ན་ལྟར་ཕྱིན་རྒྱུ་ནི་ཁྲིམས་འགལ་རེད་ངས་ཁྱེད་རང་རྒྱ་གར་ཚུར་ལོག་པའི་ཡང་ངས་རྒྱ་གར་ཚུར་ལོག་བཏང་ཡོང་རྒྱུ་མཁྱེན་ན་ལྟར་ཞུ་ངོ། ཞུ་དན་ཅག་གོ་ཚང་ལོག་ག་ཏི་བསྐུལ་རོགས་གནང་ངོ་ཐོ་ཆེ་གནང་ཐོ་ཆག་ཡོན་ཐོ་ཆེ་གནང་བོད་པ་མཐུན་སྒྲིལ་ཡིན་ད། ང་རང་རྣམ་པོ་དངོས་གནས་ད། མཐུན་སྒྲིལ་མ་བྱས་པས་ནི་ང་རྒྱབ་སྐྱོར་ཡོད་ད། ཚེ་སྲོག་བློས་བཏང་བྱེད་ཕོད་མཁན་གྱི་བོད་ནང་ལོག་བོད་མི་ཚང་མ་གི་རྒྱབ་སྐྱོར་ཡོད་ད། ང་ཚོའི་བྱེད་སྟངས་ག་འདྲས་ཡིན་པས་ནི་བོད་ནང་གི་བོད་མིས་བལྟས་ད་ཡོད་ད། དེའི་ནང་ལོག་གི་རེ་ཟུང་གིས་ང་ཚོ་ལ་དཀོན་མཆོག་རྩ་དོན་གང་གནོད་དགོས་ཡོད་པ་ཞིག་ན་མ་འོག་ནང་ལོག་གི་སྤུ་ནང་བཞིན་གཏོར་རྒྱུ་རང་རེད་ད། དེ་འདྲས་དཀའ་བ་ཁོ་རང་འོས་མ་རེད་ད།

དེ་ལ་ང་སྤང་བདག་སྤང་མི་སྤང་ཚིག་མེད་པ་ནི་གཉིས་སྐད་ཆ་འདི་ལ་ཀུན་སྤྱོད་གསུམ་ཚིག་ང་ཚེ་སྲོག་བློས་བཀོད་པ་མ་བྱུང་ན་ལ་ང་དངོས་གནས་ཁོ་རུ་འདི་འདི་བྱེད་ཐུབ་ངེས་ཅི་ཡོད་ནས་ལས་ང་བོད་པ་ཚང་མ་ལ Respect དགོས་ཕྱི་ནང་གཉིས་ཀྱི་བོད་མིའི་ཐོག་ནས་ལངས་ངེས་ཅི་མི་མང་ཐོག་ནས་ལངས་ངེས་ཅི། དམངས་གཙོ་གོ་འཕང་ངེས་ཚང་མ་ཧ་གོ་གི་ཡོད་པ་ལགས་ཀྱི་རྒྱབ་ལྗོངས་དེ་ངེས་ཧ་གོ་གི་རེད་དེ

མི་གཅིག་དེ་གི་དཔེ་མཚོན་དེ་གི་ང་ཚོའི་བཙན་བྱོལ་སྤྱི་ཚོགས་དང་གཙང་རུ་འགྲོ་དགོས་རེད་ད་དགོངས་དག་པ་ལགས་ཁྱེད་རང་ཉན་ལག་པར་ཐེས་སུ་དགོངས་དག་ཉིད་དེ་ངོ་ནས་ཞུ་ཡིན་ཉན་ལག་པའི་ཨང་ཐེས་པ་ལས་ཉིད་ཁྲིམས་ཆག་བེད་སྤྱོད་བཏང་ཆེད་ཁྱེད་རང་རྣམ་པ་ག་ནས་ལས་ཉིད་ནས་ག་གེར་ལོ་བཏང་ཆེད་དགོས་ཉིད་འབད་རྩོད་ཆེད་ཞུ་དག་ཁྱེད་རང་ལྟོ་གོས་ཁོར་མེད་བཟོས་ཡག་གི་འདི་འདི་ང་ལ་ང་ཐབས་ཤེས་བྱེད་ཐུབ་ཡིན་ག་རེ་གསུངས་ཉན་བོད་ནས་ལོས། མཐོང་ཆུང་ཚ་ཐག་ཆོད་པའི་ཧའོ་སན། བདག་ཡིན་དང་རྣམ་པ་གླེང་ཁྱེད་ཀྱི་ཚང་མ་ལོག་ཁའི་ཁྲིམས་འཆར་བེད་སྤྱོད་བཏང་ཐོག་པས་མ་ཚད་འགྲོ་བ་མིའི་ཐོབ་ཐང་སུན་གཙེར་མེད་པའི་ཐོག་ནས་ཚད་མེད་ཀྱི་སྐད་ཆ་མེད་པའི་ཐོག་ནས་སྒྲ་སྙན་པར་ཚིག་འདི་ཚོ་བསྡུ་སྒྲུབ་བྱེད་བྱེད་བྱེད་བཙན་བཀུར་ད་ད་ནང་སྲིད་ནང་ལོག་གི་ངོ་ནས་མང་ནང་ལོག་གི་སྤུ་དེ་ལ་ལྟོག་ཐུག་པོ་གནང་ཨ། ཧ། དེ་ནས་ཕྱི་སེར་རེ་ང་ཚོ་དཔུང་པོ་མཉམ་ཞུགས་བྱེད་བྱེད་དཀོན་མཆོག་སུམ་བརྒྱ་དགོངས་འགྲེལ་བཏང་སྟེ་གོང་སོས་ཡ་ཕྱི་སྐྱོན་ཞུ་ཡ། ཕི་ཀྲུ་ཤི་ཡ་དང་ང་ཚོ་འབད་རྩོལ་གང་མང་བྱས་འདུག་བོད་ནང་ལོ་བོད་མི་ལ་སེམས་ཤུགས་གཅེས་ཆག་མ་གནང་ཨ། དངོ་གནས་ད་ང་ཚོ་སྙིང་སྟོབས་ས་དེ་སྐུ་མདུན་ཚེ་སྲོག་བློས་བཏང་དགུ་དགུ་ཡོད་ཙང་ཨ་ནི་འོ་དེ་གི་ང་ཚོའི་ཕ་ཚ་བུ་རྒྱུད་ལ་བདེ་བ་ཐོབ་པོ་རེད། ང་ཚོ་གི་སོ་སོ་གི་དང་བླང་མ་བྱེད་བྱེད་བྱེད་དངོ་གནས་ཕ་ཚ་བུ་རྒྱུད་གི་ལ་ཨ་འོ་ཐུབ་ཆེ་ཆེ་རྙོག་དྲ་གཅིག་རྐུབ་ལ་གཅིག་གཅིག་རྐུབ་གཅིག་རྙོག་དྲ་བཟོ་ཡི་ཆོག་གོ་རེད། དེ་ཚོ་སུས་ཁེལ་ཐུབ་རེད་ད། སེམས་ཅན་གི་ངོ་བོ་དེ་འདྲས་གི་བསྟན་ཡག་གི་དཀའ་བ་དེ་འདུག་གས།